ཚོགས་པ་ཡིན་ན་བཞུགས་སུ་བཀའ་ནས་ཚོགས་མི། མིང་སྲིང་ཕོ་མོ་ཟང་ཀ་ལང་ཀ་ཚང་མ་ལ་ཡ། རྒྱུད་ལས་ནང་བཀྲ་ཤིས་བདེ་ལེགས་ཞུ། ད་དུས་རིང་ང་དང་ཉི་མ་ཉི་ཤུ་རྩག་གཉིས་པའི་བཞག་པོ་བ་ང་དང་ཤ་ཆེ་སེ། ཆོས། ལག་ལེན་སོ་བདུན་མ་བཞུགས་གན་པའི་ནང་ཡིན། ང་ད་ད་སྐྱེ་ངན་བར་ཆད་དེ་གཟུགས་འེ་ང་དང་འེ།

བསྙེན་པར་བསྒྲགས་ཤིང་འགྲོ་མང་སྤྱི་བོའི་དུས། ནམ་ཐོས་བུ་ཡི་ནོར་འདྲ་ཐོབ་གྱུར་ཀྱང། སྲིད་པའི་དཔལ་འབྱོར་སྙིང་པོ་མེས་བརྫིགས་ནས། ཁེངས་པ་མེད་པར་རྒྱལ་སྲས་ལག་ལེན་ཇི་ལྟའི་བསྡུ་བ་ལས། ད་རྡོག་རྡོག་བཤད་ན་དེ་རིང་ཡི་ཏས་ཡིད་གཟུགས་པོ་ཤ་ཆེ་སའི་དོན་དག་སྙིང་པོ་བོ། དེ་ནི་ང་དང། རྒྱུ་ནོར་དཔལ་འབྱོར་གཞིག་པས་ཕོ་རང་ཚད་ལས་བརྒལ་ཏེ་གཞིག་པ་ནི་ཡོད་ནའང་མ་ནི་ཕྱུག་པོ་སོང་དུས་མ་ནི་མི་འདྲ་སོང་དུས་ཡོད་དེ་དེ་འདི་ཟུག་འདི་གཞིག་ག་དེ་ནི་ང་ད་ངར་རྒྱལ་གཞིག་ད་ངར་རྒྱལ་མ་ནི་སྐད་ཆས་སའི་ཉེན་ཁ་མ་ནི་མང་པོ་ཡོད་དུ་འགྲོ་ག་ཡིན་ནི་ང་ད་ངར་རྒྱལ་པོ་མ་སྐྱེ་ཡ་དེ་བས་ངར་རྒྱལ་པོ་བཀའ་ཟུག་བས་མི་སྐྱེ་ཡ་ཟེར་ག་འདུག་ཧོ། མྱང་པོ་མྱང་པོ་དེ་ནི་ང་རྒྱལ་པོ་མ། ང་རྒྱལ་པོ་ལྕགས་རྩེ་འབུར་སྒོ་ཞེས། ཨོ་དེ་སྐོར་ལ་ད་དེ་རིང་དེ་ཚུགས་ཞེས་སྐོར་ལ་ཡིན་ཚུགས་པ་ལས། ད་བདེན་པ་རང་ཡིན་ནོ་གདངས་དེ་རིང་འཛམ་གླིང་པའི་ནང་ད་ཕྱི་ལོག་གི་དངོས་པོའི། ཕུད་ང་ད་སྣང་གསལ་མེད་མ་ནི་ལ་ཕྱིའི་བྱ་གླག་པོ་མ་ནི། ཡར་གའི་ཚད་ལས་བརྒལ་ཏེ། དེ་ཙམ་ཞིག་ཚད་ལས་བརྒལ་ཏེ། ཡིན་ནོག་བཀའ་ཟུར་གཅིག་ཞུས་ན། ང་ལྟ་ན་སྤེན་ན་ངན་མ་ཞིག་ཡིན་ན་ཁྱེད་ཀྱིས་ལ་དྭགས་སོགས་ཞིག་ནས་རྒྱ་གར་རྡོ་རྗེ་དང་ན་དེ་རིང་རྡོ་རྗེ་དང་ན་ཞིག་བསྐྱོད་དེ་དེ་རིང་རྡོ་རྗེ་དང་ན་ཕྱག་སྤུལ་བྱེད་ཅིག་ཆ་ནོག་ཟེར་ཏེ་མ་ནས་གཅིག་རྫུ་འཕྲུལ་ཡོད་ག་འཇིག་ག་མ་ནས་མ་ནས་གགས་སྤོ་ཞིག་ལ། ད་རྡོ་རྗེ་དང་ན་ཆ་དེ་ན་མ་ནས་ཁོ་རང་ཉི་མ་ཉི་མ་ཉི་མ་ཉི་མ་ཆགས་བ་ཟེར་གྱི་ངན་མ་ཡིན་ན།

བྱང་ཆུབ་ལྗོན་ཤིང་གི་མདུན་ལ་ཡ་གཅིག། ཕྱག་སྤོལ་བྱེད་བྱ་བྱེད་ཞིག་མ་འཁོར་རྔན་མ་རྫུ་རུ་ལོད་དཀར་འཇམ་མ་ནི་མ་ནི་མི་ཡོང་ཚེ་སྤུ་ལྡང་འདི་ནི་མི་ཕལ་པ་ཁོ་ན་ཡོང་སྟེ་ནོ་བ་ལས། ཧོ་ད་རྒྱུ་ནོར་ལོངས་སྤྱོད་རྩ་བརྒྱུད་ཞིག་བཏང་ན་དེ་ནི་སྟེ་གཟུགས་ཞིག་མ་ནི་བདེན་པ་སྒྲུབ་བྱེད་དཀར་འཇིག། ད་རྔན་མ་ཡིན་ན་པས་ཁོ་རང་གྲྭ་བ་སྟོང་གསུམ་སྤྲོ་བ་སྟོང་ལྔ་སྟོང་བཅུ་སྟེ་གཟུགས་ཡོད་ཚད་སྒོམ་པ་རིག་ཡ་གཅིག་སྦྱིན་བདག་གཟའ་བྱེད་ཞིག་ཡིན་ན་མ་ནི་ཁོ་རང་དཔའ། ཁོ་རང་མ་ནི་རྒྱུ་ནོར་དཔལ་འབྱོར་ཆེན་མོ་ཁ་ཅིག་ག་མ་ནི་དེ་ཟུག་ནུས་པ་མེད་གན་ཅིག་ཡང་ན་ཡུལ་པའི་རྒྱལ་པོ་ག་མ་ནི་དེ་ཟུག་མེད་གན་ཟུག་ཤིག་དེ་དང་དེ་རིང་ང་མ་དེ་ཟུག་མ་ནི་ཁོ་རང་རྒྱུ་ཕྱུག་པོ་མང་པོ་ནོ་ལེ་ཕྱུག་པོ་ང་དང་ཡ་པེ་ཁོ་རང་རྒྱུ་ནོར་ལོངས་སྤྱོད་དེ་ཐོག་ག་པེ་ཧ་ལས་ཆེ་ཆེ་ཡར་རྒྱས་སོང། མི་དགོས་ན་ང་མ་པས་བཟའ་རྒྱུ་དཀོན་པོ་འཐུ་རྒྱུ་དཀོན་པོ་དེ་ཟོ་གི་འདུག་སྡང་དེ་རང་མ་ནས་མང་པོ། ང་མ་ངེས་ན་གཅིག། ཐིག་མེད་པ་བུ་ཡིན་ན་ཐིག་མེད་པ་བུ་གཅིག་གཅིག་དགོན་ཁྲེས་མ་ནས་ལྟེ་བ་སྤོ་ཅེས་ཞིག་ཐིག་མེད་པ་བུ་གཉིས་མཉམ་པོ་གཡོ་དགོས་ན་ཨ་དགོ་ནང་ཟེར་ཅེས་ཡོད་དཀར་མོ་མ་ནས་བླ་དྭགས་ས་དཀོན་མོ་ཞིག། སྡང་དེ་རིང་ང་གཅིག། ང་དང་གཅིག་གམ་པ་དགོན་ཁྲེས་སེ་འབུད་མ་ནས་ཐེ་བ་མེད་དཀར་མོ་མ་ནས་དཀོན་མོ་ཞིག།

དེ་ནས་སྡིག་པ་རིགས་དང་ཕི་ལོག་བ་དང་བཅས་ལག་མ་ནས་མང་པོ་ནོག་ངན་མ་ལས་ཆ་ན་དེ་ནས་ལས་ཧ་ཏྲི་ཧ་ཏྲི་ཁ་ཅིག་གི་ན་བུད་མ་ནས་མང་པོ་ཡོད་ན་བུད་བརྒྱ་ཉིས་བརྒྱ་ཅིག་ཡོད་འགྲོ་ན་ག་དེ་ནས་དེ་ནང་ནས་ཀ་ཆུ་ལྡང་དེ་དུ་ད་མི་ལྡང་དེ་ནས་ཧ་ཏྲི་རེ་རེ་ན་བུད་ན་ག་བརྒྱ་ཉིས་བརྒྱར་ཡོད་པ་ཚང་མ་ནས་ཁོ་རང་ད་གཟུགས་པོའི་ཕས་ད་མི་འདྲ་མི་འདྲ་ཡོད་དུ་ནོག་བོད་གཟུགས་པོ་གངས་པ་ཞིག་གངས་པ་དྲོན་མོ་ཆ་ཆེ་ཞིག་གི་ཕས་ད་མ་ནས་ཧ་ཏྲི་ན་ཧ་ཏྲི་ཅིག་ཅིག་ན་བུད་ན་ག་བརྒྱ་རེ་གང་ཡོད་དུ་ནོག་ང་ད་ལམ་ད་ཡིན་ན་ཡང།

ད་དེ་རིང་དབྱི་བོད་བོད་དགོན་པ་བཟང་ཡང་མཐོ་རིས་ཡང་ཨ་བོད་སོ་མ་ཞིག་སླེབས་སོགས་ཟེར་པ་བཟང་ཡང་རྒྱུ་ནོར་དཔལ་འབྱོར་ནི་མང་ཉུང་བརྗོད་པ་བཟང་ཉོན་ཙམ་འདུག་ག་ལེ་དེ་ནས་མ་འདང་དེ་ལ་ཡང་ཕྱོགས་གཞན་མ་ཞིག་ནས་ཁ་པར་བུ་ནོ་ཧྥོན་བུ། ད། མ་ཁ་པར་བུ་མ་ཁྲིག་ཁྲག་སྦྲུལ་ལ་དང་ཅི་ཙང་མ་ཁྲིག་ཡོད་དང་ཡང་སོ་མ་ཞིག་བེད་ན་ཉེ་བོ་ལྟེ་བུ་ཉུང་ཉུང་འགྲོ་སྲིད་ཡང་སོ་མ་ཞིག་བེད་ན་ཉེ་བོ་ལྟེ་བུ་ཉུང་ཉུང་འགྲོ་སྲིད་ཡང་སོ་མ་ཞིག་བེད་ན་ཨོ་ཨ་བེད་ན་ཨི་ཟུག་བེད་ཀྱག་ཨི་བེད་ན་མེད་གང་ཅི་ཨ་བེད་ན་ཨི་ཟུག་བེད་གད་ཟུག་གད་ཟེར་པ་བཟང་མ་ནི་ཁོ་རང་ཅིག་སེམས་མ་ནི་བདེ་མ་མ་ནི་མ་འདུག། མ་ནི་བདག་མི་རྟ་ཆེན་མོ་ཟོང་དུ་ནོག་པ་ཡིན་ན་སྲས་མོ་མ་ནི་ཕྲུ་གུ་ཚོགས་ལ་ང་ཡ་མགོ་སེར་ང་ཡ་མགོ་སེར་ཨ་བ་མགོ་སེར་ཨི་བ་མགོ་སེར་ཨ་བ་མགོ་སེར་ཟེར་ཏེ། མི་ཙམ་ཞིག་བློ་ཆེན་མོ་ཆགས་ན་དཀར་རུ་ཆེན་མོ་ཞིག་ཅིག་སླེབས་ཏེ་ཡོད་ན་སྲས་མོ་ད་རུང་ཕྲུ་གུ་སེམས་པ་ཁོ་རང་བསླུས་ཏེ་འདུག་ག་ལེ། སོང་ཙང་ད་ཕི་ལོ་བ་ཡར་གས་ཅི་ཞིག་ཆ་ན་ཀ་ཞིག་ཆ་ན་མ་ཆ་ན། ན་སེ་མི་སྐྱིད་པོ་ནང་སྡེ་བ་བཞུགས་ག་འགྲོ་ད་ངར་མེད་ཟང་མདངས་འདི་རེད་མིང་ཡ་སྐྱིད་པོ་སྡེ་བ་མ་ཡོད་ཀྱག་ཟེར་ན་ད་མ་ནི་མན་ག་འཛོགས་ཤིག།

ད་དེའི་དགུ་ན་པེ་ཆི་བྷི་ལོ་ག་ཅཱ་ལ་ག་ཡར་གེ་སི་བོ་མ་ནི་ཧ་ལས་པ་ཡར་གེ་ཤིན་མོ། ཧ་ལས་ཅི་ཙི་མ་ནི་ཡར་གེ་ཤིན་མོ། ཡིན་ན་ཡང་ཅིག་ནང་གསེས་མ་ཡིན་ན་མ་ནི་ཁོ་རང་རང་སྲོག་ཆད་ཀན་མ་ནི་མང་པོ། ཧ་ལས་པ་མང་པོ། དེ་ནས་ཅིག་བརྟག་དཔྱད་བྱོས་ཏེ་ང་དང་ང་ནི་མ་ཅིག་ང་དེ་ཟུག་བྱེད་ཀན་ཅིག་གི་དབ་འདྲི་ཀན་ཅིག་ནི་ཁོང་དེ་ནི་འོ་དེ་ཟུག་ཡུལ་འདྲི་ཀ་བརྟག་དཔྱད་བྱོས་ཏེ་ནི་མ་ནི་མི་མི་དེ་ཤི་ཏུ་ཨ་རམ་བྱོས་ཏེ་ཉི་ཏིས་སྐྱིད་པའི་ཉིད་པོ་ཉི་མ་གཅིག་ཅིག་ཡིན་ན་དགའ་འདྲ་བཞི་བཞི་ན་ཕས་མ་ནས་མི་སྤྱི་དང་པོ་བ་མི་ཏི་གཟུགས་ཤིག་མ་ནས་མི་རུ་གུ་ཞུ་རག་ལས། ད་དེ་ནས་སྤྱི་བ་ནས་ལ་གང་པ་ཁོ་བུ་བཞི་ལྔ་དྲུག་ཙམ་ཞིག་སྤོ་རྒྱུ་ཡོད་ན་དགོན་རྒྱུ་ཡོད་ན་ཅིག་བསད་མི་ན་སྐྱིད་པོ་ཞིག་མེད་ན་ཅིག་བསད་མི་ན་སྐྱིད་པོ་མེད་ད་རང་ཅོ་སེ་གང་པ་ལག་པ་རྐྱང་སེ་ཉིད་དང་ཅིག་སྤོ་དགའ་འདྲ་བཞི་ན་ཕས་ཅིག་མ་ནས་དེ་སང་བ་ཐལ་བ་ཞིག་ཉིད་ཡོང་མེད་ན་ཚེར་ཁ་ནང་ཨ་ལ་ཨི་ལ་ཙིག་ལ་སང་ང་ན་ཐེན་ཐ་ཅི་ཞོ་ལ་གཟིར་ཁ་འཛོགས་ཤིག་མེད་རག་ལས།

འདུག་བ་ལས། བུ་ལོག་ཡར་རྒྱས་པས་ཨི་སེ་མེ་ཡར་རྒྱས་པོ་ཆ་མ་བཅུ་བ་དེའུ་མ་ཟད་སེ་མེ་ཡར་རྒྱས་པོ་ཆ་ལ་གནོད་པ་སྐྱེལ་ག་ཚོགས་ཤིག་འདུག་བ་ལས། འོ་དོད་གསུངས་པ་སང། བུ་ལོག་བ་བྱ་ལག་བུན་ཡར་རྒྱས་ཆ་ན་བདེན་པ་ཁོ་ར་ང་ཐང་སྐྱིད་པོ་ཞིག་ཡོང་འདུག་བ། ཡོང་མི་རུག། ང་ད་ཆོས་སི་ཕྱོགས་ནས་བལྟ་ན་བུ་ལོག་བྱ་རྒྱས་བྱ་རྒྱས་སོང་དེ་དག་པས་རང་རང་པས་རྒྱུ་ཕྱུག་པོ་ཧ་ལས་ཆེ་སི་རྒྱུ་ཕྱུག་པོ་སོང་དོད་ན་ཡང་ན་རང་རང་པས་བུ་ལོག་བ་བྱ་ལག་ག་ཐོག་མ་ནས་ཚེར་ཀ་མ་ནས་མེད་ཀ་ནས་མི་འདྲ་ཡོད་ན་ཡང། ད་ལྟའི་བོད་བསྟན་པ་ཆོས་སུ་ཕྱོགས་ནས་ལྟ་ན་དཀའ་རྫོགས་འདུག་གོ་ན། དེའི་ཡོད་དཀའ་འབུལ་བྱས་ཏེ་ང་ན་ང་སེ་མེ་ཤཀི་པོ་མང་རག་ག། ཨོ། དེའི་ཡོད་དཀའ་འབུལ་བྱས་ཏེ་ང་ཆོས་པོ་མང་ཞིག་བྱུ་ཅི་ཆར་བ། དེའི་ཡོད་དཀའ་འབུལ་བྱས་ཏེ་ང་ཨི་ཚེ་ཨི་ན་ཅིག་པོ་མ་ན་ལ་ཚེ་སྟིག་མ་ནས་སྟིག་མེད་པའི་ཕན་ཐོགས་མང་འདུག་ག་མི་རུག་ཟེར་ཏེ་རང་རང་ལྟ་གོ་ཞེས་བརྟག་དཔྱད་མཛད་དགོས་ཞེས་པོ་མང་ནས་ཁག་ཅ་ནས་བཀྱགས་ལ། ཧ་ལས་པ་ཁག་ཅ་ནས་བཀྱགས། དུ་བ་ལས། ད་སྐྱོད་པ་སང་འདིར་ཡིན་ད་ཚིག་པ་གང་ག་དྲང་པོ་གཟིགས་ན་ད་ཅི་ནོག་ཟེར་ན། ད་ང་ད་ཚིག་དང་པོ་ནང་ད་བདག་ད་ཚིག་བཞི་དུ་བ་ལས་སྙན་པར་བསྒྲགས་ཤིག་སྒྲོལ་མ་སྤྱི་བོའི་དུ་ནམ་དུ་བུ་ཡི་ནོར་ར་ཐོབ་གྱུར་ཀྱང་སྲིད་པའི་དཔའ་ཆུ་སྙིང་པོ་མེད་ཟེར་ནས་ཡིན་ནས་ཁེངས་པ་མེད་པ་རྒྱལ་སྲས་ལག་ལེན་ཡིན་ཟེར་ག་ནང་ད་ཚིག་དང་པོ་ནང་གཉིས་པ་གཉིས་ཀའི་པའི། ད་ཕི་ལོག་བྱ་ལག་བྱ་ལག་ཡར་རྒྱས་ཡང་ན་ད་འཛམ་གླིང་དབྱིན་ནི་ག་ཡོད་ག་ནས་པའི་གཟུགས་རྒྱུ་ནོར་ལོངས་སྤྱོད་པ་ཧ་ལས་ཆེ་ཆེ་ཡོད་ན་ཟེར་ག་འགྲོ་སོང་ཨ་ལས།

སྐ་བསྒྲགས་ཞུ་ག་འདི་ཀྱི་སྐ་དེའང་གཅིག་ཁོ་རང་སྙན་པོ་སྙན་པོ་སྨན་ག་ནས་སྤེལ་ར་མེད་ག་འཇིག་མ་ནས་སྐ་བསྒྲགས་འདུག་བ་ལས་ད་ཨི་འོ་སྐ་བསྒྲགས་སྐ་བསྒྲགས་ཡིན་ག་ན་ལ་ཨེ་གཅིག་སྙན་པོ་ཡང་རྒྱ་ལ་ཞིག་སྐ་སྐ་བསྒྲགས་ང་ད་ལ་དྭགས་ས་སྐ་བསྒྲགས་སོང་དོགས་ཟ་མི་རོ་ལས་འོ་ད་སྐ་བསྒྲགས་ཆ་བྱེད་པོ་ཕྱོགས་བཟང་པོ་བཞིན་ནས་སྐ་བསྒྲགས་ཆ་བྱེད་ལས། འདུག་ག། ག་གཟུགས་ཟེར་ན་དཔེར་ན་རྟ་པའི་ཁོ། ཅིག། གཟུགས་སྤོ་མ་དྲག་པོ་འདུག་གཟུགས་སྤོ་མ་བཟང་པོ་འདུག་མ་ཡི་གཟུགས་འདུག། ཡང་ན་དབའི། དབང་ཐང་འདུག་པའི་ཁོ་རང་ཁོ་མ་ནི་ཆེན་མོ་སོང་འདུག་ད་མ་ནི Minister དང་འདུག་ད་མ་ནི་རྒྱ། མ་ནི་གཟུགས་པ་ཕྱུག་པོ་སོང་འདུག་ད། ཡང་མ་ནི་སྐ་དྲག་བྱ་ན་ད་མིང་ག་གཟུགས་སྐ་དྲག་བྱ་ན་སྐ་དྲག་བྱ་ན་ཡང་སློབ་སྦྱོང་ཐོག་ནས་སྐ་དྲག་བྱ་ན་འདྲ་ཡང། བསྒྱུར། བསྒྱུར་དཔལ་འབྱོར་ཐོག་ནས་སྐ་དྲག་བྱ་ན་འདྲ།

ཨོ་ཡིན་ནོ། དྲང་སྲོང་ཡབ་བོ་དྲང་སྲོང་རྣམ་མང་ཐོག་ཟེར་ག་འཇིགས་གསུང། ཡུམ་བོ། ལ་མོ་ཨུ་མ་དེ་བི་ཡིན། ཨུ་མ་དེ་བི་གསུང་བ་ལས། ད་ཁོང་གི་སྲས་མ་ནི་མོ་ལ་མང་པོ་བཏགས་སྟེ་དེ་ཕྲུ་གུ་ཞིག་པས་ཁོ་རང་འཁྲུངས་སྐྱག། དེ་ཕྲུ་གུ་བོ་པས་ཁོ་རང་ནོར་བླ་ཞིག་ཡིན་སྐྱག། དེ་ཕྲུ་གུ་བོ་གསུང་བ་སང་ད་ཨ། ཡབ་པའི་ཚན་པོ་ནམ་མང་ཐོ་སི་ནམ་ཐོ་སི་ཡིན་པ་སང་ད་དེ་ཕྲུ་གུ་བ་ནམ་ཐོ་སི་ཧྲ་ཟི་དེ་དེ་ཟུག་ཤིག་གི་མིང་ཐོག་ཏུ་ཡིན་དུས། ད་ནམ་ཐོ་སི་ཟི་གམ་པོ་ད་ནོར་ལ་ཞིག་སོང་བ་རེད་ད་ནམ་ཐོ་སི་ནོར་ལ་ཡིན་ན་ད་ཁོ་ཙམ་ཞིག་ནོར་མེད་འགྲོ་ད་ནམ་ཐོ་སི་ནོར་ལ་ཡ་ཅིག་ནོར་ནང་འདྲ་འདྲ་དེ་ཟུག་རྒྱུ་ནོར་ལོངས་སྤྱོད་ཧ་ལས་ཅིག་མང་པོ་ཐོབ་སི་ཡོད་ན་ཡང་སི་དེ་ནོར་ལ་འདུག་བ་དེ་ན་ཚུ་ལ་ཁ་དོག་ཉིང་སི་གང་སྦྱར་བྱེད་སི་ནོར་ལ་སྐ་དྲག་པའི་འཛམ་གླིང་ཡོ་ང་ཁྱབ་སྟེ

ཉན་པར་བསྒྲགས་ན་རྒྱ་ལ་ནོག། འགྲོ་བ་མང་པོས་བསྟོད་ན་རྒྱ་ལ་ནོག་ནམ་དུར་ཧྲཱི་གནང་ཞིག་རྒྱུ་ནོར་ལོངས་སྤྱོད་མང་པོ་ཡོད་ན་རྒྱ་ལ་ནོག་སྟེ་ཡིན་ན་ཡང། གལ་ཏེ། ཡིས་རྒྱུ་ནོར་ལོངས་སྤྱོད་ཀུན་ཡོད་སྤྱད་པོ་རྒྱ་ལ་ཆོག་ཤིག་ཡང་ཡོད་ཀྱག་སྟེ་ཡིན་ན་ཡང་ཐུགས་བསམ་རྒྱ་ལ་ཞིག་མ་ཟ་ན། ཆོས་ཉམས་ལེན་ཅིག་མ་མཁྱེན་ན་མ་ཤེས་ན། དེ་ནས་ཡིས་རྒྱུ་ནོར་ལོངས་སྤྱོད་ཡོང་སྤྱད་པོ་ཚང་མ། ཚང་མས་རང་ཕན་ཐོགས་ཚ་བ་ནོད་པར་སྐྱལ་སྤྱད་སའི་འཇིགས་སྣང་པོ་མང་ཡོད་ཀྱག་ལ། འདུག་ག་ལས། ག་གཟུགས་ཡོད་ཀྱག་ཞུ་ན། ཡིག་རྒྱུ་ནོར་ལོངས་སྤྱོད་ཅིག་མ་ནི་མེད་ན་དེ་ནི་ངར་རྒྱལ་པོ་ཤཀེས་དེ་ཡོང་མིན་ནོ་ག་ལས། རྒྱུ་ནོར་ལོངས་སྤྱོད་པོ་ཤཀེས། ནམ་ཏོར་ཧྲ་སྣང་ཅིག་ཧ་ལས་པའི་རྒྱུ་ནོར་ལོངས་སྤྱོད་ཆེན་མོ་སོང། སི་ཀ་རང་རང་སི་ཀ་གྲགས་ཅིག་ཨང་སོང། ཡང་མི་མང་པོ་ཞིག་གིས་རིས་པེག་ཆོས་དེ་གཟུགས་ཅུ་བ་མཐོང་ན་ཉན་པོ་དེ་ངར་རྒྱལ་པོ་ཤཀེས་ཅེས་ཟེར་པས། ཉེན་ཁ་ཚོགས་པོ་འཇིགས་སྣང་འཇིགས་སྣང་ཡོད་ཀྱག་ལས་པས་ངར་རྒྱལ་ཤཀེས་ཅེས་ཟེར། འདུག་ག་ལ། ཡང་ཏོའི་མ་ནི་ལ་ཡང་མི་གཞན་མ་ཐུབ་ཚོ་ནང་ཆུང་དང་བཅས་མི་གཞན་མ་ཀུན་ཅང་མ་ནོག་བསམ་བྱེད་དང་ང་འདའ་མ་ནི་མི་འདའི་སོང་དེ་ཁོ་ཚང་མ་ཅང་མ་ནོག་བསམ་དེ་པའི་ཨི་གཟུགས་ཞིག Disrespect བྱེད་རྒྱུ་མ་ན། དེ་ད་དང་མ་ནི་ང་ཕྱུག་པོ་རག་ཨི་གཟུགས་རག་ཨི་གཟུགས་རག་ད་དེ་ཆོས་པོ་འཇོག་པ་ང་ཨི་གཟུགས་རག་ཟེར་དེ་འདུག་ག་མིན་ན། ཡང་རྒྱུ་ནོར་ལོངས་སྤྱོད་མ་ནི་མང་པོ་སོང་པ་ཟང་ད་ཆོས་ཞུ་བྱེད་སུ་ཏུས་མ་ནི་མ་ཐོབ་པ།

ད་ཏན་ཏན་ཁོ་རང་བསྟན་འཛུགས་ཀྱི་བསྒྱུར་བྱས་ཚད་ཧ་ལས་པ་ཉེན་ཁ་ཆེན་མོ་རྒྱག་ལ། ཉེ་རང་ཀར་བའི་ནང་གཟིགས་སང་ཀ་ཡུལ་ལ་ཡིན་ན་རྒྱ་གར་ཡུལ་ལ་ཡིན་འགྲོ་ཕྱི་རྒྱལ་ལ་ཡུལ་འདྲ་ཡིན་འགྲོ་ང་ད་ལ་དྭགས་སང་ང་བ་ད་མེད། རྒྱ་གར་ཡུལ་དང་ཕྱི་རྒྱལ་ཡུལ་ཀར་བའི་ཡིན་ནའང་མི་དཔེ་རྒྱུ་ནོར་ལོངས་སྤྱོད་ཧ་ལས་ཆེ་ཆེན་མོ་ཡོད་ཀན། ཁོ་ཀྲོང་སེ་བཞག་པོ་བ་ཉེ་རང་གཅིག་གཟིགས་སང་ཡ་ཨི་ཀྲོང་སེ་ངན་མ་བཞག་པོའང་ཡང་ཁོ་དེ་རྒྱུ་ནོར་བུ་བཅོ་བརྒྱག་ལ།

རྒྱུ་ནོར་ལོངས་སྤྱོད་དུ་ཧ་ལས་པ་མང་པོ་ཡོད་དེ་ནས་མ་ནི་སྟེ་གོ་ན་ཉལ་ར་ཆོས་ཆོས་སང་སྟེ་གཟུགས་གོ་ན་ཡོད་དེ་ནས་མ་ནི་བླ་གོ་འཇོག་ས་དེ་ནས་ན་པས་མགོ་འཁོར་དེ་པས་ཤི་ཤ་རེས་ཆོས་ཆོས་ཆོས་མ་ནི་གུས་སྐབས་མ་ཐུབ་པ་ད་སྟེ་གོ་བསྟན་པ་ཁོ་ན་རྒྱུ་ནོར་ལོངས་སྤྱོད་དུ་ཡོད་པ་སང་ཕོངས་སེ་ནོག་ལེ་འདུག་བ་རྒྱུ་ནོར་ལོངས་སྤྱོད་མེད་པས་ན་དེ་ཙམ་ཞིག་ཕོངས་ཆེས་མ་ནོག་པ་ད་མི་ཚེ་བཀོལ་ལ་ཆེ་ཆེས་མ་ནོག་པ་ད་རྒྱུ་ནོར་ལོངས་སྤྱོད་དེ་ཙམ་མང་པོ་ཡོད་པ་སང་དེ་ནི་མི་ཚེ་བཀོལ་ལ། ད་ཡང་རྒྱུ་ནོར་ལོངས་སྤྱོད་ཡོད་པས་སམ་ནོར་དུ་ནོར་བ་དང་མ་འབྲེལ་ག་ནོར་བ་ཟེར་ན་མ་ནོར་ལས་གལ་ཏེ་ང་དང་རྒྱུ་ནོར་ལོངས་སྤྱོད་པོ་ང་དང་དབྱིངས་དབང་ནོད་པར་སྐྱལ་མ་བཅུག་བ་ང་རྒྱུ་ནོར་ལོངས་སྤྱོད་དེ་དབྱིངས་དབང་ང་དང་དབང་མ་བཅུག་བ་ང་དེའི་རྒྱུ་ནོར་ལོངས་སྤྱོད་དང་ཨང་དབང་དབང་རྒྱུར་ཉར་ན་ནིང་དེ་ནི་ཁ་སྤང་རྒྱག་ད་དེ་ནི་བདེན་པ་ཁོ་ར་རྒྱུ་ནོར་ལོངས་སྤྱོད་དེ་ཡོད་ན་མ་དྲག་པོ་གསུང་དོན་རྒྱག་རྒྱུ་ནོར་ལོངས་སྤྱོད་དེ་ཡོད་དཀོན་པའི་བཞག་སྟེ་ང་དང་ཆོས་སུ་སྤྱོད་ཆོས་སེ་སྐལ་བ་དུས་ཕིང་འདུག་བ་ལས། ཨོ། ཡང་རང་རང་འཇིག་རྟེན་ལས་བྱ་བ་བྱ་བར་བྱོས་པས་ན་མ་ནི་མང་པོ་བསྒོམ། སྒོ་མ་ཁོ་ན་རྒྱུ་ནོར་ལོངས་སྤྱོད་རྩ་བའི་ཤ་ཆུ་ན་ཆ་བྱུགས་ཟེར་ན་ང་ད་ཆོས་སུ་འཇོག་དུས་བུ་མ་ཕིན་ཅེས། འདུག་ག་ལས། ཡང་རྒྱུ་ནོར་ལོངས་སྤྱོད་དེ་བས་བཟང་ད་རྒྱུ་ནོར་ལོངས་སྤྱོད་དུ་ག་ཟུག་ཡོང་སོན་ཟེར་ན་སྐྱེ་བ་སྔ་མ་རྣམས་སུ་དེ་ནི་བྱིན་པ་དང་བས་བྱིན་པ་དང་ག་ནས་བྱ་སེ་ཡོང་སོན་ལ། ཨང་བ་མི་དགོས་ན་ཡ་ཏོ་ཆོས་ཆོས་ཉལ་པ་བྱས་ན་ཡ་ཏོ་ཆོས། ཡང་ཅིག་པས་དགོས་རང་ཡང་ཅིག་ནད་པ་གཟུགས་མོ་འགའ་འདྲི་ག་ཡ་ཏོ་ཆོས། ཡང་དེ་ཟུག་དེ་ཟུག་རེད་ཨང་བ་ཡ་ཏོ་ཆོས་བྱིན་པ་གཏོང་ཅེས་ད་གཞན་ལ་བྱིན་པ་དང་ཅེས་དེ་བས་བསྟེན་ན་བས་དགྲ་བུ་ན་ལས་རྒྱུ་ནོར་ལོངས་སྤྱོད། ད་ལྟའི་དུས་ང་ལྟར་རྒྱུ་ནོར་ལོངས་སྤྱོད་པའི་དམངས་ནི་མང་པོ་ཞིག་ཐོབ་ཟོས་ཀྱི། དེ་ལྟ་ཡིན་ན་མི་ཚེ་ནང་རྒྱུ་ནོར་ལོངས་སྤྱོད་ཚང་མ་དམན་ནས་སྐྱ་གནས་སྐྱ་གནས་སྐྱ་གནས་དམན་ནས་གཟུགས་སུ་ཨང་བ་བྱིན་པ་ཞིག་དམངས་ནས་མ་བཏང་ན་ད་ལྟའི་སྐད་གཟུགས་ཤིག་སོང་དོན་ནོ་ཞུས་ན། ན་ནིང་བཞིན་བཏབ་སྟེ། ན་ནིང་བཞིན་བཏབ་སྟེ་ད་བཞིན་པོ་བཏབ་སྟེ་ས་བོན་ཡང་ནོག་པ། ད་ས་བོན་པོ་ཡང་ནངས་མོ་བཞིན་བཏབ་ཅི་ཟེར་ཕེ་ཡ་ས་བོན་གཅིག་ཀྱང་མ་བོར་ར་ནངས་མོ་བཏབ་ཅི་ཟེར་ཕེ་ཡ་གཅིག་ཀྱང་མ་བོར་ར་ད་ལོ་རོབ།

ང་དང་རྡག་ས་རྒྱུ་ནོར་ལོངས་སྤྱོད་པོ་ཚང་མ་ཅི་ནོག་ཟེར་ན་ནང་ངན་མ་ཞིག་གཞི་ང་ས་བོན་བཏབ་སའི་རྡག་ས་ཞིག་གི་ཁ་ནས་དྲོ་ན་ཅི་ནག་དེ་རྫོགས་ཤིག་ཡིན་ནོག། ད་དེ་བོ་ལྟིག་མ་ལོའི་ཕི་ཡ་ལྟིག་མ་ལོ་བཏབ་ཕྱིས་པའི་བོར་དགོས་སྤ་བ་བོར་ད་མ་ཀ་ཟུག་བོར་དགོས་ཟེར་ནོག་ཅི་ན་གཞན་མ་ཅི་འབའ་བཏང་སའི་གཞན་མ་ཅི་འབའ་བཏང་ན་ཡང་ང་དང་སྐྱེ་བ་ལྟིག་མ་ཡིན་བ་ཡོང་བ་ནོག་ལེ་གཞན་མ་ཅི་འབའ་མ་བཏང་ན་མ་བོར་ག་རྫོགས་ཤིག་ནོག་ལྟིག་མ་ལོའི་ཕི་ཡ་མ་བོར་ན་ལྟིག་མ་ང་དང་རྒྱུ་ནོར་ལོངས་སྤྱོད་ཐོབ་ཐོབ་བྱེད་ཞིག་དང་དེ་བས་ཡོང་བྱེད་ཞིག་མ་ནི་མེད་དེ་ནོག་འོ་དེ་རྫོགས་ཟེར་ནོག་ལེ། འདུག་ག། གསུམ་པ་ས་མངའ་ཐང་རྒྱུ་ནོར་ལོངས་སྤྱོད་དུ་ཡོད་དཀའ་ནི་པའི་མངའ་ཐང་ད་ལོ་བརྒྱ་ལ་གཞིག་ཞིང་བརྒྱ་ལ་གཞིག་སྐེས་དེ་ཡོད་ན་དོན་ཐོག་བརྒྱ་ལ་གཞིག་སྐེས་དེ་ཡོད་ན་ད་ལྟའི་བར་ཅི་ཅི་ཅི་ཟེར་དགོས་ཟེར་ན་ཧ་ད་ལོ་དོན་ཅེས་ཡིད་ཀྱི་དོན་དག་ཡོད་མིན་ནོ་ཀྱེ་མ་ནི་མ་འདོད་ན་གཏིང་མེད་ཕས་པུ་ར་བྱིན་པ་དང་ཟེར་ད་ཉི་ཤུ་སྟེ་མན་ཉི་རང་དོན་རང་རང་རང་རང་གཟུགས་པ་ཡང་ཙམ་ཙམ་ཞིག་དགོས་ས་དེ་ད་དེ་ཚོ་ཅེས་ཀོ་ལ་གང་གཟུགས་ཆོས་དོན་དང་དོན་བཞུགས་ས་བཞུགས་སའང་གཟུགས་པོ་འཁྱག་མ་བཞུགས་སྐྲངས་མ་བཞུགས་བ་གཟུགས་འདི་གཟུགས་ཆ་མ་བཞུགས་བ་བཞུགས་ཏེ་ཁྲིག་གི་ནོག་ལེ། མཉམ་པོ་མཉམ་པོ་རྒྱུ་ནོར་ལོངས་སྤྱོད་དམངས་ནས་ཆེན་མོ་བཞི་དང་སྟེ་གཟུགས་སྤྱོད་དེ་བཀོད་ལ་མ་ས་ལ་ཆུ་ནག་གཟུགས་བསགས་སྟེ་གཟུགས་མ་བོར་ར། ཡང་པས་ཁོ་རང་ང་དང་ཁྱོད་ནམ་ཞིག་ད་ལྟའི་ནང་བས་ན་ཡང་མགོ་འཁོར་རན་མགོ་འཁོར་རན་མ་བཞུགས་ས་དེ་ནས་ང་དང་ཉན་དཀར་ཉན་དཀར་མགོན་གཞན་མ་ས་ལོག་ལྟ་དགོན་པ་ས་ལོག་གོ་ཤེས་ཚུལ་དང་འདྲ་ནད་པ་ས་ལོག་གོ་ཤེས་ཚུལ་དང་འདྲ་ཚང་མས་ཚང་ཁག་ཆེན་པོ་ལ་དྭགས་ས་ཕ་མ་འདུག་གས་དཀོན་མཆོག་དམངས་ནས་ཁོ་རང་རང་ར་ཕ་མ་རང་རང་བས་ནང་དམངས་ནས་ཆེན་མོ་རྫིག་པོ།

དེ་གཟུགས་མ་ན་ལ་ཡང་གཅིག་ཕ་མ་ཡང་གཅིག་ཕྲུ་གུ་ཡང་གཅིག། སྤེ་རང་རྩ་བི་ཞིག་དགོས་ས་ན་ཡང་ཕྲུ་གུ་བསྡུ་ན་རྩ་བི་ཞིག་ཡོང་ཆེ་སི་འདོད་པ་ཡོད་ན་དེ་ནི་དེ་དེ་ནི་ནང་ཕ་མ་ཀུན་ཨ་ཟམ་བ་མ་བུ་ར་མཉམ་པོ་བོར་ཐུབ་ན་མ་དྲག་པོ་ནོ། ཟེར་བའི་ཡུལ་ཆེ་ས་ལ་དེ་རང་རང་རྒྱུ་ནོར་ཡོད་དེ་དེ་གཟུགས་བདེན་པ་ཁོ་རང་ཡང་གཅིག། དེ་གཟུགས་ཞིག་མ་ནང་དེ་ནི་རང་རང་མ་ནི་ཀོན་ལག་ནང་གཅིག་ཚང་མེད་ན་མ་ནི་དྲག་པོ་དགོན་མ་ནི་རྒྱ་ལ་དགོན་དེ་གཟུགས་ཀུན་ཡང་ཕ་མ་ཀུན་མ་ནི་མང་ས་ཡང

སངས་རྒྱས་དང་འདི་ཅག་ནི་ཐེག་མ་གཅིག་བཞུགས་པའི་ང་དང་སློབ་བུ་ཨིན་ཉིད་བཞུགས་སོད་ཀན་སོགས་བ་དེ་ནི་སངས་རྒྱས་འཕགས་པ་གཅིག་བདག་ས་སངས་རྒྱས་བཞུགས་ཏེ་མེད་ན་ཡང་ང་དང་ཕ་མ་ཡོད་ཀྱང་ནད་པ་ཡོད་ཀྱང་ཆོས་བཤད་དཀའ་ན་དགེ་རྒན་ཡོད་ཀྱང་དེ་ནི་ཨིན་ནེ་ཀ་གཅིག་སངས་རྒྱས་ཞེས་བྱ་ན་བྱང་ཆུབ་སེམས་དཔའ་དེ་གཟུགས་དགོས་ན་ང་དང་གཅིག་ཉིང་ཁུར་བཞུགས་ཐུབ་ན་དེ་གཟུགས་དགོས་ན་ང་དེ་རྩ་བེ་ཞིག་ཅི་སྟོང་ཞིག་ཆུ་གཉིས་མ་ནི་ཕུལ་དགོས་མེད་ན་ལྕགས་གོ་རེ་གང་ཆུ་གོ་རེ་གང་མ་ནི་ཕུལ་དགོས་མེད་ན་དེ་གཟུགས་ཕུལ་ན་དེ་ནི་ལྟེ་བའི་ཕ་ཡོན་པོ་མ་ནི་ཁོ་རང

ཅང་ཁོ་རང་བྷེ་སེ་བིང་ཅང་བཀང་མེད་དེ་ད་རང་རང་ཐུགས་བསམ་སེ་ལང་ཡ་རང་རང་བདག་ཚབ་ཡུ་ནོ་ལོངས་སྤྱོད་སྐམ་པོ་ཅང་བཀང་མ་བོ་ར་རོབ་ཕྲུ་གུའི་བལ་བཏང་ན་དེ་ནས་ཀིང་ནི་ཅང་བཀང་མེད་ཀྱང་མ་སྟོང་པ་ཁོ་རང་སོང་ཚོད་ཀྱང་དེ་ནས་དེ་ནས་དེ་ནས་ཕྲུ་གུ་བོ་ནས་ཡང་ཛ་བིག་ཤི་ཨང་བ་ཟེར་དེ་ད་ཕྲུ་གུ་བོ་ནས་ད་ཨ་བ་མ་དགོ་ན་དགོ་ནག་ཅིག་དགོ་ཞེས་ཡོད་ཅིག་དགོ་ཞོ་གཉིས་དགོ་ཞོ་ད་རེ་རེ་ནང་རེ་རེ་ཆུ་ཚོད་ཕྲུ་གུ་བ་ཟེར་རེ་ལ་བཀག་སྤོ་ཚོར་ནོག་པ་ར་དེ་བལ་ཏེ་མ་ཟེར་ར་སྡུག་ག་ནོག་རེ། ད་ལྟ་འདྲི་ག་ནོག་པ་འདྲི་ག་ནོག་པ་བསམ་འདུག་ན་ནི་ཡང་འདྲི་དེ་ནས་གཞི་ནི་ཡང་འདྲི་ད་ལྟ་ལའང་འདྲི་ག་ནོག་འདྲི་ག་ནོག་འདྲི་ག་ནོག་བསམ་དེ་པོ་ད་མི་ཚེ་སྐམ་པོ་དེ་ཕྲུ་གུའི་ཕའི་ཁྱི་ཚང་མ་རྒྱུ་ནོར་ལོངས་སྤྱོད་ཚང་མ་བཏང་དེ་ནས་དེ་ནས་ཐ་མ་བ་ཅང་གང་མེད་ད་ཁོ་རང་ཁང་པ་རྙིང་པ་ཞིག་ན་ཇག་པོ་ཞིག་ན་འདུག་གོ་ན་ཚ་བི་ཞིག་ཕངས་པ་ཞིག་འདུག་ག་རེ་ཡང་དེ་ཚུགས་ཡང་ཕྱི་རྒྱལ་དགོ་ན་དེ་ཚུགས་མི་རུ་ག་ལ་ཅིག་ཕ་མ་དགོ་ནས་ཅིག་ཁང་པ་ཞིག་ཚོགས་ཞིག་དེ་ཚུགས་ཞོད་ན་ཕ་མའི་ཁང་པ་ཕ་མའི་ཁང་པ་ཁོ་ཁོ་རང་ཕྲུ་གུ་ཁོ་ཁོ་རང་ལ་ཞུས་དུས་ཁོ་ཁོ་རང་ཁང་པ་ཉོས་ཆེས་བག་མེད་ཁང་པ་མ་ནི་ཕ་མ་ཀྲོང་ཀྲོང་ཟ་བ་དེ་ཁང་པའི་ནང་འདུག་གོ་དེ་དེ་ཕྲུ་གུ་མ་ནི་མི་དང་ཁོ་ཁོ་རང་གཅིག་དབང་བྱུང་དེ་ནི་ཁོ་ཁོ་རང་ཁང་པ་བཙོང་ནང་བཙོང་ཟེར་ན་ཡང་ཁོ་རང་དེ་ཡང་ཁང་པ་གཞན་མ་ཞིག་གཡར་ཏེ་དེ་ནི་བཙོང་བཙོང་ཟེར་པས་ནི་དབང་ཞིག་ཐོབ་པ་ན་དེའུ་ཚ་ཁང་པ་གཡར་ཆེས་བང་དེ་ན་ཡིག་གཟུགས་བྱོས་པ། དེ་ནས་ཁོ་རང་གཅིག་བཟའ་རྒྱུ་འཐུང་རྒྱུ་ལྟོས་ཚུགས་ན་ཡུལ་དུ་གོར་སྐར་མང་པོ་འདུག་ག་དེ་ནས་ང་ལྟ་ཅིག་ཕ་མ་མཉམ་པོ་འདུག་ཟེར་ཕ་མ་ལྟ་ག་ལྟ་ག་ན་ལྟ་ག་ནས་དེ་ཚོ་གོམས་གཤིས་མ་ནས་བཟང་པོ་ཞིག་དང་ལུགས་སྲོལ་མ་ནས་བཟང་པོ་ཞིག་ཡོད་དུ་ནོག་ད་དེ་དབུ་མ་ནས་ཁོ་རང་ན་ཟ་ན་དབུ་མ་དྲག་པོ་ནོག་ལེ། ཆུ་འཛའ་ནས་གཡིང་བ་ལྟ་ཆེན་མོ་ཆ་ན་མཉམ་པོ་ཨང་བ་ལྟ་ཅིག་ཆ་ན་དེ་ནས་ང་ད་འཇིག་རྟེན་ནང་ཆུ་འཇིག་རྟེན་ཉིས་ཀ་ནང་ཅིག་འཐུང་དེ་དབུ་མ་བདེ་མོ་ཞིག་ཡིན་ནོག་སོ་མ་ས་ད་རྡོག་རྡོག་བཤད་ན་ཅིག་ཞུས་དོན་ཞུས་ན་ང་ད། ཡི། རྒྱུ་ནོར་ལོངས་སྤྱོད་པོ་ཡོད་རྫ་ནས་དེ་ནི་ང་ད་ལྟའི་རྒྱུ་ནོར་ལོངས་སྤྱོད་པོ་ཡོད་ཀན་པའི་རང་རང་ཧྲནོད་མ་བཅུ་བ། རྒྱུ་ནོར་ལོངས་སྤྱོད་པོ་ཡོད་ཀན་པའི་བཞའ་སྟེ་དེ་ནི་རང་རང། སྡིག་པའི་བཞི་གའི་རྒྱུ་ཆ་མ་བཅུ་བ། སེར་སྣ་རྫོགས་བཞི་གའི་རྒྱུ་ཆ་མ་བཅུ་བ། རྒྱུ་ནོར་ལོངས་སྤྱོད་ཡོད་ཀན་པོ་ངར་རྒྱ་ལའི་རྒྱུ་ཆ་མ་བཅུ་བ། རྒྱུ་ནོར་ལོངས་སྤྱོད་ཡོད་ཀན་པོ་ཡང་དག་རུང་བཟློད་སྔ་མའི་རྒྱུ་ཆ་མ་བཅུ་བ། རྒྱུ་ནོར་ལོངས་སྤྱོད་ཡོད་ཀན་པོ་རང་རང་མི་ལོ་རིན་ཅན་པོ་ཀོད་ལ་ཤ་ཤེ་ཟེ་པས་ཏུས་པོ་པས་ཏེ་ན་ཏེ་ན་ཧྲུང་ཅེས་ཏེ་ན་ཧྲུང་ཤེས་ཏེ་རྒྱུ་ནོར་ཡང་བཅུ་ཤེས་ཏེ་ཡོད་ཀན་པོ་ཧྲུང་སེ

སྙིང་པོ་མེད་ཟེར་ན་སྙིང་པོ་མེད་འཛུགས་མཁན་པོ་ད་ཡིད་གཟུགས་ཞལ་ཞུ་དེ་ནང་ཁོ་མ་ནས་བརྟན་པོ་ཞིག་ནང་ཁོ་ཨ་ཅིག་རེ་བ་བཅོལ་ཚ་ཞིག་དང་ད་མ་ནས་ཡིད་གཟུགས་ཞིག་མ་ནས་མེད་སྐྱག་ཟེར་ཏེ། འདི་རིང་ཡོད་ན་ཐོ་རེ་མེད་གན་ཆ་བྱེད། འདུག་ག་ལེ། ཐོ་རེ་ཅི་བྱེད་ཅི་བ་ད་ལེ། འདི་རིང་མ་ནས་ནོར་མ་ནས་མང་པོ་ཞིག་བསགས་སོད་སྐྱག་བསགས་སེ་ད་མ་ནས་ལོ་བཅུ་ག་ལེ་སྐྱབས་ག་ལེ་སྐྱབས་ཀྱི་ཉིན་ཉི་མའི་ཉི་མའི་ཁར་ཅི་ཡང་མ་ཐོབ་ཚ་ནས་ཉིད་དཔང་རྒྱ་ལ་མེད་ད་འདི་ཕྱི་ག་ལེ་ཡུལ་མང་པོ་དེ་ཚོ་ཡོད་ཡོད་སྐྱག་ཟེར་དོ་ག་ལེ།

རང་རང་ནོར་འཁྲུལ་མ་ནི་མེད་སྣང་ལྕགས་ལག་བ་ལག་ཅིག་སྟོང་བཞིན་ནི་འབུད་དེ་ཅི་དོན་སོང་སྟེ་ཨ་ཅག་ནག་ཅིག་ཆུ་ལོག་ཡོང་བ་ཚོགས་མ་ནི་ཅི་བྱེད་ནི་ཅི་བ་ར་ཅིག་ཚང་དུ་ཞུ་མི་རོ། དེ་ན་ནི་ང་དང་རྒྱུ་ནོར་ལོངས་སྤྱོད་དུ་དང་ང་དེ་མི་ཚེ་ཚང་མ་པད་སྐུ་རང་འདི་ཅག་ང་ལ་གཞོལ་བ་ཚོགས་ཨ་ཙ་ཡི་ཁ་དོག་ག་ཡོད་ག་ནི་ཟིལ་པ་ཙོག་ཙེ་ནོག་ཟོ་དེ་ཅིག་མ་ནི་སྟམ་པོ་མེད་ཀྱང་ནམ་གཡོག་ག་འབུད་དེ་མེད་ག་ཚོང་ས་ནི་བ་ད་མེད་ག་ནི་དུ་བ་ལ། དེ་ང་དང་ཆུའི་གུང་ཧྲུལ་བ་ན་མྱང་པོ་ཆུའི་ཁ་དོག་ག་འབུ་བ་ཅིག་ཆགས་ཚོད་མེད་ན་ཆུའི་འབུ་བ་ཙོག་ཙེ་ནོག་ཟོ་དེ་ཐོག་ལ་དེ་ནམ་ཡང་ཧྲུག་ཡས་དེ་མེད་གན་ཆན་ཅང་པ་དེ་མེད་གན། དེ་དེ་ཀུན་ལ་ང་དེ་ཅི་ཅོག་སོ་ནོ་ཟེར་ན་བཞིན་ཆགས་མ་ཅོག་ལེ། འདུ་བ། བཞིན་ཆགས་མ་ཅོག་དེ་དེ་ཀུན་མ་ནི་ལྟན་པོ་མ་ནི་མ་ནོ་རེ་བ་མ་ནི་ཞུ་ཆེ་མ་ནོ་ཟེར་དེ་འདུ་བ་ལེ། དེ་ནི་དེ་ཀུན་ན་པེ་དེ་ཀུན་ནས་ཡས་དེ་ཡང་མེད་ན་ངར་རྒྱལ་བོ་མ་ནི་སྐྱེ་མ་ཅོག་དེ་ནི་པེ་དེ་ཁོ་རང། ད་ལྟའི་དགོན་གཅིག་ང་ཐག་གཅིག་ལག་པས་ན་ལས་པ་ན་ཉམས་པོ་དེ་ནི་ང་ད་མང་པོ་ལྟེ་བ་ཆགས་སའི་འབོར་ཆེ་མེད་ཀྱང་ལྟེ་བ་ན་ཁ་འདྲལ་དགོས་ས་ན་འོག་ཟེར་ཏེ་འདུག་ག་ལ་ང་ད་སྤའི་འབོར་དེ་ང་ད་རུ་ལས་རུ་ལས་པགས་པ་བཞེས་པ་མིན་ན་རུལ་བུ་ཆགས་པགས་པའི་ནང་ན་ཤུད་བུ་དེ་ཆགས་མི་རོ་ལས་འོ་རུ་ལས་པགས་པའི་ནང་ན་ཤུད་བུ་དེ་ཆགས་རྫོགས་ལགས་ད་ལྟའི་དགོན་གནས་དེ་ང་ད་ཡི་འཁོར་བའི་རྒྱུ་ནོར་དཔལ་འབྱོར་ལོངས་སྤྱོད་དགོས་ན་ཐིམ་སྟེ་མ་འདུག་ག་དེ་ན་བཞིན་ཆགས་མ་བཅོས་པ

བ་སྟེ་བདེན་པ་ཨིའུ་རྩ་བའི་ཞིག་ཡང་ཧ་གོ་ན་ཨང་ཡིའུ་ཧ་གོ་ན་ཁག་ཅན་ནོ་ཨིའུ་ཧ་གོ་གོ་ཞེས་ཞེས་རག་ག་ལ། ཨིའུ་གཟུགས་ཞུ་ནག་ལ་སོན་དེར་སྐུ་རླུང་སྟེ་གཟུགས་ཞིག་གོ་ནས་ཡང་ཨི་གཟུགས་མི་འགྲུབ་སངས་རྒྱས་སུ་ཨི་གཟུགས་གསུང་དུ་འདུག་ཟེར་ཏེ་ཟན་ཞུས་ན་འགྲིབ་སྟེ་ནོག་ལེ། དེ་གཟུགས་མ་ནས་མ་ན་ལ་ཡང་སྟེ་ང་རྒྱལ་ནི་ཉི་ཞག་ཕམ། ཨོ་ང་ཐོང་ག་ནས་ཆོས་བོད་དཀར་པོ་ཁྲིག་གིན་འཚུགས་ཉི་རག་དེ་ཡང་ཆོས་གཞན་མེད་ན་ཐོང་སོད་དང་དེའུ་མ་བསྒྲིག་ག་འཚུགས་ཨོ་ད་ང་བཞེས་སྒེར་ག་ནས་ཞལ་དཀར་པོ་ཁྲིག་གིན་འཚུགས་ཉི་བཞེས་སྒེར་གོས་ནས་ཞལ་དཀར་པོ་ཁྲིག་མ་འཚུགས་ཨོ་དེ་ང་བཞེས་དེ་ཡང།

སྡིག་པ་ལུགས་ཆེན་མོ་ཡི་ས་ལ་སྟེང་མ་ཉལ་བར་སྐད་ཅིག་ཅིག་ཆ་ན་དེ་ནི་མ་དེ་སང་དང་མ་ནི་དཀོན་མཆོག་གསུམ། ཅག་མ་ནི་ང་མ་ནི་དེ་གཟུགས་མ་ནི་མ་ནི་ཨའོང་མ་ནི་ཨིའོང་མ་ནི་ང་མ་ནི་སངས་རྒྱས་སུ་དགེ་ཕྲུག་གིན་མ་ནི་སངས་རྒྱས་སུ་ཆོས་པོ་ནི་གཟུགས་ཆོས་དེ་སངས་རྒྱས་སུ་གསུང་དཀར་པོ་ཡིན་ན་ནི་དེ་གཟུགས་ཤིང་སངས་རྒྱས་སུ་གསུང་དཀར་པོ་ཚང་མ་ཁྲིད་ཀྱི་ནོ་ཀ་བླ་མའི་གསུང་ཚུལ་དང་སངས་རྒྱས་སུ་གསུང་ཚུལ་དང་མ་བྱིན་རླབས་ཆེན་མོ་ནོ་ཟེར་དེ་འོ་ན་ལ་དེ་གཟུགས་ཤིག་ཐུགས་ཀ་འབུར་གོ་ཞེས་སེམས་མེད་ན་འབུར་གོ་ཞེས་ནམ་རྒྱུན་ནས་དེ་གཟུགས་ཐུགས་བསམ་སར་གོ་ཞེས་གསུང་མ་ནི་ཁག་ཆ་ནས་འགྱངས་ལ་ང་ད་ལ་དྭགས་ལ་དེ་གཟུགས་མ་ནི་ཡང་དེ་ཚོ་མ་ནི་ཧྲན་ཏེ་མེད་ག་རྫོགས་ཤིག་གིས་མ་ནོ་ལེ། ངར་མ་ཡང་དེ་ཚོ་གི་ཕེ་ཡ་པ་ནོ་ལ་དེ་མ་ནི་མི་འདྲ་མི་འདྲ་ཆ་ག་ནང་ད་དང་དེ་ལས་ཁ་ཆེའི་ནང་ལོག་ག་དེ་ཚོ་གི་ཕེ་ཡ་ནོ་ལ་ནོ། ཡི་ཤུའི་ནང་ལོག་ཡང་དེ་ཚོ་མ་ནི་ཁ་ཆེའི་ནང་ལོག་རྒྱལ་ཁབ་ནང་རྒྱལ་ཁབ་ཛ་ཚོགས་པས་ཁོ་རང་རྒྱལ་ཁབ་ཁོ་རང་ཁག་གཉིས་ཆ་ཚོགས་དེ་ཚོ་ཆ་རེ་བ་ལེ། ཨེ་ངར་མ་བོད་ལ་ཡང་དེ་ཚོ་གི་ཡང་ལོ་རྒྱུས་མ་ནི་མང་པོ་ཡོད་ཀྱི་ངར་མ་དེ་འབྲུག་གི་ནང་ཡང་ཙ་བེག་ཤིག་ལོ་རྒྱུས་མ་ནི་མང་པོ་ཡོད་ཀྱི། ང་དེ་ལ་དྭགས་སྤོ་ཡང་དེ་ཚོ་མ་ནི་ལ་ཡང་མིའི་རང་བཞིན་ནི་ཅིག། ཨེ། བཟང་པོ། མི་བརྒྱ་ལ་ཆོས་སེམས་ཅན། གསུམ་པ་སངས་ད་ཏེ་གཟུགས་དེ་རང་རང་རང་རང་ཐུགས་སམ་བརྒྱད་ལ་སལ་ཏེ་རང་རང་རང་ད་དེ་རིང་ཅིན་ན་ཨོ་ཡིས་ཨ་ཡོད་ཟེར་དུག་ཉེའང་ཟེར་ཨི་ཡོད་ཟེར་དུག་ཉེའང་ཟེར་མ་ནས་མ་ས་མ་བྱེད་ཟེར་ཐུ་རེ་རང་རང་ཤི་ས་ནས་རང་རང་ཤ་བྱེད་ནོ་རང་རང་ཡི་རྒྱལ་བ་སྡིག་པ་དཀའ་གཟུགས་ཤིག་བྱོན་ན་རང་རང་ཤ་བྱེད་ནོ་རང་རང་ཡི་ཆུ་ཕུང་ལས་བསགས་ན་རང་རང་བསགས་ཟེར་ནོ་འདུག་ག་ལ་ཉེ་ཡ་ཏོ་བའི་དེ་གཟུགས་འབར་དུག་ད་ཉེའང་འབར་ཡིན་ལ་བདེན་པ་ཡིན་ཅི་ར་ལ་ཉེའང་འབར་མ་ནས་མ་ས་མ་རང་རང་རང་རང་སྟན་པོ་བོར་ཏེ་འདུག་ག་ལ།

ཁོ་རང་ཅིག་སྨྲ་ནི་གཞན་སྨྲ་གཞན་སྨྲ་འགྲེལ་བྱེད་རྒྱས་པ་ཟད་དུ་གཡག་དང་ཨི་སྨྲ་འབོ་གཉིས་མཉམ་ལེན་བྱོས་ན་མཉམ་པོ་ཨིའོ་དྲག་པོ་ནོག་གཞན་སྨྲའོ་དྲག་པོ་མ་ནོག་ཟད་སོགས་སུ་ཨོ་ཐ་དུས་སུ་སྨྲ་ནི་མ་ཟད་ད་ཅིག་རང་རང་རང་རང་ཨེ་ཉལ་ར་གྱུར་ཏེ། རང་རང་རང་རང་ཨ་སྒོ་མ་སྐོར་ར། རང་རང་རང་རང་ཨེ་ཅིག་རིལ་ཏེ་ཉལ་བས་ན་རང་རང་རང་རང་ཉལ་བས་ན་རིལ་མ་རིལ་ཨ།